ད་ཐེངས་འདི་དགྲ་བོ་རྒྱ་ནག་གི་གཞུང་ཚབ་ཁང་གི་འདུལ་གཏོང་ལ་ནིའུ་ཡོག་དང་ནིའུ་ཇར་སི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་བྱས་པའི་ཐོག་ནས་ད་ཐེངས་འདི་བོད་མི་མང་སྤྱི་འཐུས་ང་ཚོ་བཙན་བྱོལ་བོད་གཞུང་གི་གྲོས་ཚོགས་ཀྱི་འཐུས་མི་ཨ་ཀྲོང་རིན་ཆེན་ལ་གཙོས་པའི་གི་ང་ཚོ་ཤ་ར་གཅིག་པའི་ཁ་བ་གངས་ཅན་པའི་ཕུ་ནུ་མིང་སྲིང་འཛོམས་སྡེ་བ་འདི་དགྲ་བོ་རྒྱ་ནག་ལ་བརྡ་ལན་ཅིག་གི་ཆེད་དུ། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཞར་སྐྱེམས་ཀྱི་ཆ་ཤས་ཀྱི་སྒྲུབ་ཡག་གི་ལས་རིམ་གྱི་ཆེད་དུ་ང་ཚོ་འདི་འཛོམས་འདི་ཡོད་རེད། དེ་འདྲའི་མི་རྒྱུ་མཚན་གྱི་ཅེག་བྱེད་ན་རྣམ་པ་ཚོ་སྐར་མ་ཁ་ཤས་ངས་དུས་ཚོད་བཀག་ཟེར་བ་རེད་ཡིན་ན་གཏམ་བཤད་འདི་གའི་དུས་ཚོད་ག་རེ་བཀག་བ་དེ་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཞར་སྐྱེམས་དང་འབྲེལ་བ་ཡོད་པའི་ཐོག་ནས་ཞུ་གི་ཡོད་དུས་ང་རང་ཚོ་འདིའི་ཐོག་ལ་དུས་ཚོད་གཏོང་བ་ཡིན་ན། ངས་འཕྲོ་བརླག་འགྲོ་གི་མ་རེད་ངས་ཐག་ཆོད་པོའི་ཐོག་ནས་ཞུ་གི་ཡོད། སྤྱིར་བཏང་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཕྱིའི་རྩ་ཆེ་ཤོས་ཀྱི་རྩ་ཆེའི་གི་སྐུ་ལུས་དེ། རང་ཉིད་ཀྱི་ཚེ་སྲོག་དེ། རང་ཉིད་ཀྱི་རྒྱལ་ཁབ་སླར་གསོ་གི་ཆེད་དུ། དགྲ་བོ་རྒྱ་ནག་གི་བོད་མི་རིགས་རྩ་མེད་བཟོ་ཡག་གི་ཁྲིམས་རྒྱུད་ལ་ངོ་རྒོལ་གི་ཆེད་དུ། ཕྱིའི་རྩ་ཆེ་ཤོས་ཀྱི་སྐུ་ལུས་དེ་རང་ལུས་མེ་ལ་བསྲེགས་བྱས་ནས་ད་དེ་རིང་གཟའ་འཁོར་རྙིང་པ་འཁོར་གི་ཡོད་རེད། གཟའ་འཁོར་གཉིས་པ་འདིའི་བརྒྱུད་རིམ་གྱི་ནོར་ལོག་ལ་བསམ་བློ་གཏོང་བ་ཡིན་ན། ཁོ་རང་གི་གླུད་གཏོང་བྱེད་པའི་གྲུབ་འབྲས་དེ་ཧ་ལས་པའི་གི་ཏཱ་རླབས་ཆེན་པོ་སེམས་མཐོན་པོ། བྱུང་མིན་གྱི་གནད་དོན་གཉིས་ཞུ་བ་ཡིན་ན། དང་པོ་དེ་རང་ལུས་མེར་སྲེག་བཏང་ནས་ཉི་མ་གཉིས་པ་གི་ནོར་ལོག་ལ་མ་གཅིག་པུ་གཅིག་བལྟས་པ་ཡིན་ན་ལས་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ། བརྒྱ་དང་ཉི་ཤུ་ལྷག་ཟིག་གི་ནོར་ལོག་ལ་རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་སྐུ་ལུས་མེར་སྲེག་གཏོང་ཡུལ་གྱི་གནད་དོན་དང་འབྲེལ་བྱས་ནས། ཕུག་གི་རྩ་སྟོང་གི་ཐོག་ལ་རྒྱལ་སྤྱིའི་ཐོག་ལ་དྲིལ་བསྒྲགས་དང་གླེང་སློང་ཤུགས་ཆེན་པོ་ཅིག་བྱུང་བ་དེ་ལྟ་རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་རྩ་ཆེའི་གི་སྐུ་ལུས་རང་ལུས་མེ་ལ་བསྲེགས་བའི་གི་གྲུབ་འབྲས་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་བས་ན་ཡིན། ང་ཚོ་སྐྱ་ཆེན་དངོས་སྡོད་ཀྱི་དུས་ཚོད་ཅིག་ལ་བོད་རྒྱལ་ཁབ་དགྲ་ཡི་ལག་པ་ལ་ཤོར་ཕོ་ནུས་ནོར་འཛིང་བྱེད་བསྡད་པའི་གི་དུས་ཚོད་ཅིག་ལ། རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱིས་ཚེ་སྲོག་གཏའ་མ་ལ་བཞག་བྱས་ནས་ང་ཚོ་ཤ་ར་གཅིག་པའི་ཕུ་ནུ་མི་ཚེའི་མཚོ་ལ་དགྲ་བོ་རྒྱ་ནག་ཡིན་པ། ཕུ་ནུ་ནང་འཁོར་ལ་ནོར་འཛིང་བྱེད་མི་རུང་བའི་རྡོག་རྩ་གཅིག་སྒྲིལ་གྱི་འབོ་སྐོར་བཅས་ཀྱི་ཐོག་ནས་རུང་ལི་མི་ལི་ཟེར་བའི་རྒྱུ་མཚན་གྱིས། ད་ལྟ་བར་ལ་གཟའ་འཁོར་གཉིས་ཀྱི་བརྒྱུད་རིམ་གྱི་ནང་ལོགས་ལ་ང་ཚོས་མ་བལྟས་པ་ཡིན་ན། ཉིས་སྟོང་བརྒྱད་ནང་བཞིན་བཙན་བྱོལ་སྤྱི་ཚོགས་བོད་རྒྱ་ཡོངས་ཁྱོན་ཡོངས་ལ་ཤ་ར་གཅིག་པའི་བོད་རིགས་སྤུན་ཟླ་ཚོ་ལ་ཡང་བསྐྱར་ཁ་བ་གངས་ཅན་པའི་ཕུ་ནུ་མིག་སེང་གི་བརྩེ་སེམས་དང་འདུ་ཤེས། སོ་སོའི་རྒྱལ་ཁབ་སླར་གསོ་བྱེད་དགོས་ཀྱི་ཡོད་པའི་འགན་འཁྲི་གཅིག་དང་འགན་སེམས་གཅིག་བཅས་བྱས་ནས། བཙན་བྱོལ་སྤྱི་ཚོགས་ཁྱོན་ཡོངས། རྒྱ་རྒན་དང་བོད་པའི་འདུ་ཤེས། བོད་པའི་འཚོ་བ་བཅས་ཀྱི་ཐོག་ནས་གཉིད་སད་བདེ་བ་དེ། ད་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་སྐུ་ལུས་མེ་ལ་བསྲེགས་པའི་གྲུབ་འབྲས་ཆེས་ཆེ་ཤོས་དེ་ལ་ངོས་འཛིན། བྱེད་དགོས་ཡ། འདིའི་གྲུབ་འབྲས་དེ་མུ་མཐུད་ནས་རྒྱུན་བསྲིང་བྱས་ནས། ངས་ཁ་ཚོན་གཏམ་བཤད་གཅིག་ནང་ལ་ཞུ་བ་ནང་བཞིན། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་རྩ་ཆེའི་གི་སྐུ་ལུས་མེ་ལ་བསྲེགས་ས་དེ། མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ནང་ལ་ཆགས་ཡོད་བ་ཡིན་ན་ལས། ང་ཚོའི་འཐབ་རྩོད་འདི་གི་བདག་པོ་དེ་མཉམ་འབྲེལ་རྒྱལ་ཚོགས་ཆགས་ཀྱི་ཡོད་མ་རེད་རྒྱལ་སྤྱི་རྒྱལ་སྤྱོར་ཆགས་ཀྱི་ཡོད་མ་རེད་འཐབ་རྩོད་ཀྱི་བདག་པོ་དེ་ང་ཚོ་བོད་པ་རང་ཉིད་ཡིན་པའི་རྒྱུ་མཚན་གྱིས། རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཞབས་སྐྱེམས་ཀྱི་ཆ་ཤས་ཀྱི་ནོར་ལོག་ལ་ང་ཚོ་ཚང་མ་བོད་པ་ཡིན་ལགས་ཀྱི་འདུ་ཤེས་དེ་སླར་ཡང་དྲན་སྐོར་གཅིག་གི་ཐོག་ནས་བོད་པའི་རྡོག་རྩ་གཅིག་སྒྲིལ་ལ་ཚིག་མཐོན་པོ་གི་འབོད་སྐོར་གནང་བ་ནང་བཞིན་གྱི་གྲུབ་འབྲས་ཀྱི་འབྱུང་འདེད་ཀྱི་ཡོད་རེད་དེ་འདྲ་བྱས་དུས་འདིའི་གྲུབ་འབྲས་འདི་དངོས་གནས་ཀྱི་བོད་ལ་ཤ་ཚ་ཡོད་བ། རྒྱལ་སྤྱིའི་དཔའ་བོ་བློ་དགའ་ལ་མི་སྒེར་གཅིག་གསོན་པོ་འདིའི་ཞབས་ཡིག་ཀ་ལ་དངོས་གནས་ཀྱི་གྲོགས་པོའི་འབྲེལ་བ་ཡོད་བ། སྤུན་རྒྱག་གི་འབྲེལ་བ་ཡོད་བ་ཡིན་ན་སྐབས་འདིའི་ཁ་ཆེམས་ཀྱི་ཆ་ཤས་འདི་རྒྱུན་མཐུད་དགོས། འདིའི་ཆེད་དུ་ག་རེ་བློས་གཏོང་དགོས་ཡོད་ན། མི་སྒེར་དེ་ང་རྒྱལ། ཆེ་མཐོང། ཞེན་འགོག་ག་རེ་བློས་གཏོང་དགོས་ཀྱི་ཡོད་ན་བློས་གཏོང་ཐོབ་དགོས་ཡ་དེ་ལྟར་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱིས་རང་བཙན་གྱི་ཞལ་ཆེམས་ཁ་ཡོག་ལག་ཡོག་གི་སྒྲུབ་སྟངས་ཀྱི་ཕྱག་བདེ་བ་དང། འདིའི་ཞལ་ཆེམས་འདི། བོད་པ་ས་ཡ་དྲུག་ལ་ཡང་སྒོས་བཙན་བྱོལ་བོད་མི་གྱི་སྤྱི་ཚོགས་ལ་རྡོག་རྩ་གཅིག་རེག་དགོས་ཡ་དང་བོད་རང་བཙན་སླར་གསོ་དགོས་ཡ་གི་འབོད་སྐུལ་འདི། ད་ང་ཚོ་གི་ཆུད་ཟོས་གཏོང་མི་རུང་བ། འདི་ཞག་བཞི་བཅུ་ཞེ་དགུ་བར་ལ་རྒྱུན་བསྐྱོང་ནས་དེ་ནས་རྗེས་སུ་ཡིན་ན་འགྲིག་ཡ་མེད་བ། ཞག་བཞི་བཅུ་ཞེ་དགུ་ལ་འདི་རྒྱུན་བསྐྱོང་དེ་ནས་ང་ཚོ་ཡང་བསྐྱར་ཕུ་ནུ་ནང་འཛིང་བྱེད་བདེ་བ་ཡིན་ན། ད་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ཞལ་ཆེམས་ལ་མ་བརྩི་བ། དངོས་གནས་ཀྱི་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ལ་བརྩེ་བ་མེད་བ། དེ་འདྲའི་དགེ། རྣམ་འབྱོར་གྱི་ཆ་ཡོང་གི་ཡོད་རེད་ལག་ལེན་གྱི་ནོར་ལོག་ལ་དག་རང་ཡོང་གི་ཡོད་རེད། དེ་ཆེད་དུ་ངས་དེ་རིང་འདི་ནས་ཚེ་མཐོན་པོ་དང་འཚོ་བ་རྣོན་པོའི་ཐོག་ནས། ང་རང་ནས་ཚུད་པའི་ང་འདྲ་བོ་ཆ་བཞག་ན་ལས་ང་སྤྱི་བསྡོམས་མི་ཕར་པ་རང་བཙན་གྱི་ལས་འགོར་བྱེད་དེ་ཉིད་གོ་ས་དང་རྐུབ་བཀྱག་གང་ཡང་མེད་ཉན་གྱི་མི་དཀྱུས་མ་ཅིག་ཡིན། ཡིན་ད་ལས་ནིའུ་ཡོག་ལ་སླེབས་ནས་མི་ལོ་བཅུ་གསུམ་འགྲོ་བའི་བརྒྱུད་རིམ་ནང་ལོག་ལ། རྒྱལ་གཅེས་དཔའ་བོ་བློ་དགའ་རང་མཚན་ལགས་དང་ང་ཚོ་མཉམ་དུ་བོད་རང་བཙན་སླར་གསོ་གི་ཐོག་ལ་བགྲོ་གླེང་གོམ་བགྲོད་སྟབས་དེ་འབྲེལ་གྱི་ལས་འགུལ་ཆེ་ཆུང་སྣ་ཚོགས་ཅིག་ལ་ཞུགས་ཡག་རག་ཡོད་པའི་གལ་འབྲེལ་བ་ཡོད་པའི་ཆ་ནས་ང་རང་འདྲ་བོ་ཅིག་ཆ་བཞག་བ་ཡིན་ན་ལས་ངའི་ཁ་ཚོན་གཟའ་ཟླ་བ་གི་ཉིན་མོ་ལ་རྒྱལ་གཅེས་དཔའ་བོ་བློ་དགའ་གི་སྐུ་ཕུང་གི་མདུན་ལ་ཁ་བཏགས་ཕུལ་བའི་སྐབས་ལ་དམ་བཅའ་བཞག་ཡོད་པའི་གི་ཆ་ཤས་གཅིག་དེ། ཉི་མ་དེ་རིང་ནས་བཟུང་སྟེ་རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཞལ་ཆེམས་དང་མཐུན་པའི་ཁས་ལེན་སྐོར་མི་སྒེར་གྱི་སྣེ་འཁྲིད་ཀྱི་ཡོད་པ་ཡིན་ན་འདྲ་ཚོགས་པ་སྒྲིག་འཛུགས་ཀྱི་སྣེ་འཁྲིད་ཀྱི་ཡོད་པ་ཡིན་ན་འདྲ་ང་དོན་གྲུབ་ལྷ་དར་ལ་ནུས་པ་གང་ཡོད་པ་དེ་གིས་ནུས་པ་གཏོང་གི་ཡིན་ལབ་ཀྱིན་རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་སྐུ་ཕུང་དང་རྣམ་ཤེས་ཀྱི་མདུན་ལ་དམ་བཅའ་བཞག་ཡོད་པའི་ཆ་ནས་ངས་དམ་བཅའ་དེ་སྲུང་གི་རེད་དེ་སྲུང་དགོས་ཡ་དེ་ང་ལས་རྒྱུ་འབྲས་ཚིག་ངན་དང་ཚིག་རྔམ་ཚིག་ཁས་ལེན་ཉན་གྱི་ཡིན་པའི་ཆ་ནས། ང་རང་གི་རིན་ཐང་གྱིས་རེད། ང་ཚོ་འདས་ཡོད་དེ་ཉིད་ཚང་མ། ད་ལྟ་དྲ་རྒྱ་གང་ལ་གཟིགས་དེ་ཉིད་ཀྱི་ཁ་བ་གོང་འགྱིང་པའི་ཕུ་ནུ་མིང་སྲིང་ཚང་མ། ཕ་རྗེས་བརྒྱ་ཆ་དགུ་བཅུ་གོ་དགུ་ལས་རྒྱུ་འབྲས་ལ་ཡ་དང་སྐྱེ་བ་རྔམ་སེ་ལ་ཡ་དང། མགོ་གནམ་མཆོག་ལ་ཡ་ཅིག་རྩི་ཉེན་ཆགས་ཡོད་རྒྱུ་རེད་དྲན་གྱི་འདུག་དེ་འདྲའི་ཆགས་ཡོད་བ་ཡིན་ན་ད་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱིས་བོད་པ་ནང་ཁུལ་ལ་རྡོག་རྩ་གཅིག་སྒྲིལ་བྱེད་རོགས་གྱིས། ལབ་བྱས་ནས་ལག་པ་ཐལ་མོ་སྦྱར་བྱས་ནས་རྡོག་རྩ་གཅིག་སྒྲིལ་དེ་ཡང་བུ་རོང་ཚེ་སླར་སྲོག་གི་ཆེད་དུ་རྡོག་རྩ་གཅིག་སྒྲིལ་བྱེད་རོགས་གྱིས་ལབ་བྱས་ནས་མཐའ་མར་གྲོང་ཧ་ལ་མོ་གི་འདི་ཧ་ལ་མོ་གི་སྐུ་སྲོག་སྟོང་ཧ་ལ་མོ་གི་ཞར་ཆེམས་དེ་ད་ང་རོང་ཚོ་མི་རིགས་ངོ་རིགས་ཀྱི་སེམས་ལ་མ་བརྗེས་བ་ཞག་བཞི་བཅུ་ཞེ་དགུ་གི་རྗེས་ལ་མ་བརྗེས་བ་བུ་རོང་ཚེ་སླར་སྲོག་མ་སྦྱོང་བར་དུ་མ་བརྗེས་དགོས་ཡ་དེ་ལྟ་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ཞར་ཆེམས་འབྲི་བའི་ཡག་གི་ལས་རིམ་གྱི་ནང་ལོགས་ནས་ཕྱིའི་རྒྱུ་མགོ་ཆེ་ཤོས་བོད་ལ། བོད་རྒྱ་ཆེའི་དངོས་སྡུག་གི་དུས་ཚོད་འདི་འདྲ་ཅིག་ལ་མི་སུས་ཀྱང་རྡོག་རྩ་གཅིག་སྒྲིལ་བཟོ་མ་ཐུབ་པ་དེ། རྒྱལ་སྤྱིའི་དཔའ་བོ་བློ་དགའ་རང་ཚན་ལགས་ཀྱི་ཚེ་སྲོག་བློས་གཏོང་བའི་གི་རེ་སྟོང་དེ་གས་ང་ཚོ་རྡོག་རྩ་གཅིག་སྒྲིལ་གྱི་ལམ་ཁ་ལ་ཐེངས་མ་གཅིག་འཁྱིལ་ཡོད་པ་དེ། ཡང་བསྐྱར་ལམ་ཁ་འདི་ནས་བསྡུ་སྐྱོང་བྱེད་དགོས་ཡ་ཤར་སྐྱོང་བྱེད་དགོས་ཡ་དེ། ད་ང་རང་ཚོ་གི་ལས་རྒྱུ་འབྲས་གསུང་དོན། ཁ་ཕོ་རུས་གསུམ་སྟོང། གླིང་ལ་རྒྱ་རྩི་སྟོང། མགོ་ནག་མཆོག་བཙོ་སྟོང་གི་ཆ་དེ་ཡོད་རེད། འདི་ལས་ལྷག་ཅིག་ང་ཚོ་བཙུགས་ཡོང་ཡ་གང་ཡང་ཡོད་མ་རེད། དེ་ཆེད་ཞུ་བ་ཡིན། བརྒྱུད་རིམ་འདིའི་ནང་ལོགས་ལ་དགྲ་བོ་རྒྱ་ནག་གི། བུ་བོ་ལ་བཙན་འཛུལ་བྱེད་པའི་གི་བཙན་ནོ། དམར་གསོད་དྲག་གནོན་གི་ནག་ཉེས་དེ་རྒྱལ་སྤྱིའི་ཐོག་ལ། རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱིས། གསར་གཏོང་མཐིལ་མ་གཅིག་བྱེད་པའི་གི་རྒྱུ་མཚན་གི་རྒྱ་ནག་ལ་ངོ་ཚ་ཁ་ཅན་བྱུང་བྱས་ནས་ད་ཁ་ཚུར་དེ་རིང་རྒྱ་ནག་གི་དྲ་འབུ་དེ་ཚོ་གི། དྲ་རྒྱ་གི་སྒང་ལ་ག་རེ་བྲི་གི་ཡོད་རེད་ཟེར་ན། ཁོ་རང་ཚོ་གི་བོད་ལ་བཙན་གནོང་དམར་གསོད་དྲག་གནོང་བྱེད་མི་ནག་ཉེས་སྦས་ཡག་བྱེད་དུ། སྔོན་མ་བོད་རྙིང་པ་དེ་བཀས་བཀོད་རྒྱུད་འཛིན་ཞིང་བྲན་ལམ་ལུགས་ཡར་རྒྱས་མེད་པའི་རྗེས་ལུས་ཀྱི་སྤྱི་ཚོགས་ཅིག་ཡིན་པ། དེ་ནས་རྒྱ་ནག་གི་བོད་དབང་བསྒྱུར་བྱས་ནས་བོད་ལ་ཡར་རྒྱས་དང་རང་དབང་བདེ་སྐྱིད་བྱུང་ཡོད། ད་དེ་འདྲ་གི་སྐྱག་རྫུན་ཅིག་ད། ད་ལྟ། བརྙན་ལམ་ནི་ཁོ་རང་ཚོ་གིས་དྲིལ་བསྒྲགས་བྱེད་ཀྱི་ཡོད་རེད། ང་ཚོ་ཚོ་གིས་ལས་འགུལ་དང་གཏམ་བཤད་ཀྱི་མགྱོགས་ལ་ཡང་ཁོ་རང་ཚོ་གིས་མཆན་འདེབས་བྱས་ནས་ལྟ་དེ་འདྲ་བྱས་ནས་ལས་འགུལ་གྱི་ཁ་ཕྱོགས་འདྲ་བོ་དེ་རྒྱལ་སྤྱིའི་ཐོག་ལ་རྣམ་པ་གཞན་དག་ཅིག་ལ་འཁྲིད་འདོད་འགྲོ་གི་ཡོད་དེ། ད་ཁྱེད་རང་ཚོ་གཙོ་བོ་སྐད་ཡིག་གཞན་དག་བཤེས་གཉེན་དབྱིན་ཇི་རྒྱ་སྐད་བཤེས་གཉེན་གཙོས་པའི་གི་ད་སློབ་སྦྱོང་ཡོད་མཁན་ཚོ་གིས་གནད་དོན་འདིའི་ཐོག་ལ་ལན་འདེབས་གསལ་བོ་བྱེད་དགོས་ཡ་དེ། ཏང་ང་རོགས་ཚོགས་ཀྱི་འཐབ་ཚོགས་ཀྱི་བརྒྱུད་རིམ་གྱི་ནོར་ལོག་ནི་རྒྱལ་སྤྱི་ལ་བོད་པའི་འཐབ་ཚོགས་ངོ་སྤྲོད་བྱེད་སྟངས་དང་བོད་ངོ་སྤྲོད་བྱེད་སྟངས་ཀྱི་རེད། གནད་དོན་འདི་དང་འབྲེལ་བའི་ཐོག་ལ་ངས་སྐད་ཆ་ཐུང་ཐུང་ཅིག་ཞུ་བ་ཡིན་ན། རེད་ཏན་ཏན་རེད་བོད་རང་བཙན་ཡོད་པའི་སྐབས་ལ་བོད་རྗེས་ལུས་ཀྱི་ལུང་པ་ཅིག་རེད་བས་སྲིད་ན་རེད་བོད་གཅིག་པུ་མ་རེད་སྐབས་དེ་དུས་རྒྱ་ནག་ཁོ་རང་ཡི་རྗེས་ལུས་ཀྱི་ལུང་པ་ཅིག་རེད། ཡིན་པ་ཡིན་ན་ལས་ཁོང་ཚོ་གིས་འཁྱོག་རྒྱུག་བྱས་བ་ནང་བཞིན་གྱི་རྗེས་ལུས་དང་བྲན་གཡོག་གི་སྤྱི་ཚོགས་ཀྱི་རེ་བའི་སྲིད་ན་རྩ་བ་ཉིད་ནས་མ་རེད་དེ་རྒྱལ་རབས་ལོ་རྒྱུས་ཀྱིས་ཁུངས་སྐྱེལ་བྱས་ཡག་བརྗོད་ཀྱི་རེད་འཛམ་བུ་གླིང་གི་འགྲོ་བ་མི་གི་སྤྱི་ཚོགས་ནང་ལོགས་ལ་བྲན་གཡོག་གི་སྤྱི་ཚོགས་བྱུང་བ་རེད་ཡོ་རོབ་ལ་བྱུང་བ་རེད་རྒྱ་ནག་ཁོ་རང་ལ་བྱུང་བ་རེད་ཡིན་ན་ལས་གར་སིའི་བོད་ལ་ཡོད་བྲན་གཡོག་གི་སྤྱི་ཚོགས་ཀྱི་བྱུང་ཡོད་བ་ཡིན་ན་འཛམ་བུ་གླིང་གི་བྲན་གཡོག་གི་སྤྱི་ཚོགས་ནང་ནས་གུ་ཡོང་ཤུལ་དེ་བོད་ཀྱི་བྲན་གཡོག་གི་སྤྱི་ཚོགས་ལ་བྱུང་ཡོད་རེད་འཛམ་བུ་གླིང་གི་བྲན་གཡོག་གི་སྤྱི་ཚུགས་སྡུག་ཤུལ་དེ་རྒྱ་ནག་དང་ནུབ་ཕྱོགས་ཀྱི་ཡུལ་གྲུ་ཁག་ལ་བྱུང་ཡོད་རེད། བོད་འདྲ་བོ་ཅིག་ཆགས་བཞག་ན་གལ་སྲིད་བྲན་གཡོག་གི་སྤྱི་ཚོགས་ཀྱི་བྱུང་བའི་དབང་དུ་གཏོང་བ་ཡིན་ན་ལས། རྒྱ་ནག་དང་བསྡུར་ཡ་མེད་བས་ཁྱེད་རང་གི་སྤྱི་ཚོགས་གུ་ཡངས་ཀྱི་སྤྱི་ཚོགས་ཅིག་ཆགས་བསྡད་ཀྱི་ཡོད་རེད། དེའི་དཔང་རྟགས་གཅིག་ཞུ་བ་ཡིན་ན། བོད་རང་བཙན་ཡོད་པའི་སྐབས་ལ། བོད་པ་ཀྱི་མི་སྒེར་གྱི་དཀའ་དཀའ་ངལ་མ་ཆོད་ནས་མི་རིགས་ཀྱི་སྡུག་བསྔལ་མ་ཆོད་ནས། རང་ལུས་མེ་ལ་བསྲེགས་པའི་ལོ་རྒྱུས་དུས་ནམ་ཡང་བྱུང་ཡོད་མ་རེད་བོད་རང་བཙན་ཡོད་པའི་སྐབས་ལ། དགྲ་བོ་རྒྱ་ནག་གིས་བོད་ལ་བཙན་འཛུལ་བྱེད་རིགས་ཀྱི་བརྒྱུད་རིམ་གྱི་ནོར་གནག་ལ་བོད་པ་བརྒྱ་དང་བདུན་ཅུ་ཐོངས་བཅད་དེ། རྒྱ་ནག་གི་བཙན་གནོན་སྡུག་རྒྱུང་མ་བཟོ་ནས་བོད་ཀྱི་ཆེད་དུ་རང་ལུས་མེ་ལ་བསྲེགས་པ་དེས། རྒྱ་ནག་གི་འོག་ལ་བོད་ལ་རང་དབང་དང་བདེ་སྐྱིད་མེད་པ། བོད་རང་བཙན་ཡོད་པའི་སྐབས་ལ་རྒྱ་ནག་གི་བཙན་འཛུལ་གྱི་འོག་ལས་རང་དབང་དང་བདེ་སྐྱིད་ཁྱེར་ཡ་ཡོད་བའི་གི་དཔང་རྟགས་རེད་དེ། བོད་རང་བཙན་ཡོད་པའི་སྐབས་ལ། ཆབ་སྲིད་ཀྱི་རྩོམ་པ་ལྷམ་ན་གྲངས་ཀ་བརྩི་ཡ་ཡོད་ཆོག་གི་གྲངས་ཀ་ཧ་ཅང་གི་ཉུང་ཉུང་གི་རེད། ཡིན་ན་ལ་རྒྱ་ནག་གི་བོད་ལ་བརྩི་འཇོར་བྱེད་བི་ཀའི་ལོ་རྒྱུས་ཀྱི་ནོར་ལོག་ལ། བོད་མདོ་དབུས་ཁམས་གསུམ་ཀ་བཙོང་ཁོང་ལ་བཟོས་བྱས་ནས་ཆབ་སྲིད་རྩོམ་པ་ཁྲི་ཚོ་འབུམ་ཚོ་བྱུང་བ། དེའི་ནོར་ལོག་ནི་ཆབ་སྲིད་རྩོམ་པ་ཁག་ཅིག་ལོ་ཉི་ཤུ་སུམ་ཅུ་རྒྱ་ནག་གི

ན་སྐད་ཀྱི་རྩོམ་པ་ཅིག་ཡིན་པ་ཡིན་ན་ལེགས་རྐང་པ་ལ་རྐང་བརྒྱ་ལག་བརྒྱ་བརྒྱབ་ཡོད་པ་ཡིན་ན་ལེགས་རྩོམ་པ་དེ་ཉིན་མིག་གོང་ལ། ལྷ་ས་ཀྱི་བར་སྐོར་ནང་ལོགས་ལ་ལྷོ་མོ་རྒྱ་གར་འགྲོ་ཆོག་གི་ཡོད་རེད་ཉི་མ་སྤྲོ་གར་ལ་འགྲོ་ཆོག་གི་ཡོད་རེད་དེ་འདྲས་ཀྱི་རོགས་ཡོང་གི་ཡོད་རེད་གུས་ཡོང་གི་ཡོད་རེད། ད་ལྟིའི་གི་ཆ་ལ་བོད་ཡོངས་རྫོགས་རྒྱ་མིའི་བཙོང་ར་ཆེན་པོ་བྱས་ལ་བཟོས་བྱས་ནས་ང་རོ་ཚོ། རོང་ལུང་པ་ལ་སྡེ་ངན་གྱི་བོད་པ་ཚོ། བོད་ནང་ལོག་ལ་ཕམ་པ་སྤུན་མཆེད་ཀྱི་ཐུགས་འདྲེ་བྱེད་ཧ་འགྲོ་ཡ་ལ་ཁྱོད་ཚེའི་ར་ཡ་ཧ་ཅང་གི་དཀའ་ལས་ཁ་བོ་ཡིན་འདེ་བ། བོད་པ་མང་པོ་ཅིག་སོ་སོའི་ཕ་མ་སྤུན་མཆེད་ཐུགས་འདྲེ་བྱེད་ཡ་མ་རག་ནས་ཕ་མ་སྤུན་མཆེད་གྲོང་ཡོང་ཅིག་ནས་ཤི་ཧ་གི་ཤི་དོག་མ་བྱུང་བའི་གནད་དོན་དེ་ཚོ། ད་རྒྱ་ནག་གི་བོད་ལ་བཙན་གནོན། མནར་གཅོད། བཀག་སྡོམ། དམ་དྲག་ག་ཟིག་བྱེད་བའི་གི་དཔེ་མཚོན་དང། བོད་རོང་རོང་བཙན་ཡོལ་བའི་སྐབས་ཀྱི་བདེ་སྐྱིད་ཀྱི་དཔེ་མཚོན་གྱི་རེད། བོད་རང་དབང་རང་བཙན་ཡོད་དབྱིག་གི་སྐབས་ལ། བོད་པ་མུ་ཝེ་ཤུ་ཝེ་གི་ལོ་རྒྱུས་ནང་ཡང་བྱུང་མྱོང་ཡོད་མ་རེད། དགྲ་བོ་རྒྱ་ནག་གིས་བོད་ལ་བཙན་འཛུལ་བཙན་གནོན་བྱེད་དབྱིག་གི་ལོ་རྒྱུས་ཀྱི་ནང་ལོགས་ལ་རིག་གནས་གསར་བརྗེ་ཆེན་པོ་གཙོས་པའི་དགེ་ལོ་དྲུག་བཅུ་བདུན་ཅུའི་བརྒྱུད་རིམ་ལ་ཡར་བལྟས་པ་ཡིན་ན། བོད་པ་ཁྲི་ཚོ་འབུམ་ཚོ་ཁ་ལག་ཟ་ཡ་མ་ར་ནས་མུ་ཝེ་ཤུ་ཝེ་གི་གནས་སྟངས་བྱུང་ཡོད་རེད་དེ་ལོ་རྒྱུས་ཆགས་བསྡད་ཀྱི་ཡོད་རེད་དེ་རྒྱ་ནག་གིས་བོད་ལ་ཡར་རྒྱས་དང་རང་དབང་སྤྲད་དབྱིག་གི་བདེན་དཔང་རེད་ད། ཁྱེད་ཚོ་གིས་བོད་ལ་ཡར་རྒྱས་དང་རང་དབང་གཏོང་ལ་ཡ་དེ། ད་ལན་ཚེ་རིང་ཁྱེད་རང་ཚོ་ལ། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དེ་ལ་སོགས་པའི་གནད་དོན་མང་པོ་ཅིག་གི་ཐོག་ནས་ད་གང་ལྟར་བོད་ལ་རྒྱ་ནག་གིས་རང་དབང་ཡར་རྒྱས་བཏང་ཡོད་ལབ་ཡ་དེ་ཚོ་ཡོངས་སུ་སྐྱག་རྫུན་ཡིན་བསྡད་པ། གནད་དོན་གྱི་ཆ་ཡོད་པའི་ཆ་ནས་ངས་དེ་རིང་འདི་ནས་འབོད་སྐུལ་ནན་པོ་ཞུ་ཡ་དེ་ག་རེ་ཡིན་ལབ་ན།

བེད་སྤྱོད་གཏོང་གི་ནས་ཁ་སང་དེ་རིང་དགྲ་བོ་རྒྱ་ནག་གི་དྲ་རྒྱ་གི་ཐོག་ལ་ང་ཚོ་གི་འཐབ་རྩོད་གི་ཁ་ཕྱོགས་དེ་གཞན་དག་བྱེད་ལ་འགྱུར་ཡ་རྒྱ་ནག་ཁོ་རང་གི་ནག་ཉེས་དེ་གི་ངོ་བོ་དེ་འབེན་འགེབས་བྱེད་ཡ་རྒྱ་སྐྱེད་དཔའ་བོ་བློ་དགའ་རང་བཙན་ལགས་གི་རླབས་ཆེན་གི་གླུད་སྟོང་དེ་ཁ་ཕྱོགས་གཞན་དག་བྱེད་ལ་ཁྲིད་ཡ་གི་སྐྱག་རྫུན་དང་ཧམ་བཤད་དེ་ལ་ལན་འདེབས་བྱེད་ཡ་གི་འགན་དེ་ད་ཁྱེད་རང་ཚོ་གནའ་དེང་གཉིས་གི་ཤེས་ཡོན་གི་གོ་སྐབས་རག་འཇོག་གི་བོད་པ་ཚོ་གི་བེད་སྤྱོད་གཏོང་ཡ་གི་དུས་སུ་ཆགས་བསྡད་གི་ཡོད་རེད་དེ་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ལ་བརྩེ་བ་བརྩེ་གཏོང་བྱེད་རེས་ཁོང་གི་ཁ་ཆེམས་སྒྲུབ་གཏོང་བྱེད་རེས་དེ་ཧ་ལས་པའི་སྐད་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། དེ་ནས་གནད་དོན་གཉིས་པ་དེ་ངས་ག་རེ་ཞུ་ཡ་ཡིན་ལབ་ན། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས། རང་ལུས་མེ་སྲེག་གནང་ས་དེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འཁང་ཆེན་གྱི་མདུན་ཐང་ལ་རང་ལུས་མེ་སྲེག་གནང་བ་རེད། རང་ལུས་མེ་སྲེག་གནང་བའི་གི་བརྒྱུད་རིམ་ནང་རང་ལ་འཆར་གཞི་དང་གོ་རིམ་ལྡན་པའི་ཐོག་ནས་ཞལ་ཆེམས་ཁ་གསལ་པོ་བཞག་པའི་ཐོག་ནས་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་སྤོབས་པ་མཐོན་པོས་བསྒྲེངས་བྱས་ནས། གོ་རིམ་དང་འཆར་གཞི་ཡོད་པའི་ཐོག་ནས་རྣམ་དཔྱོད་དང་མཁས་མཛངས་ལྡན་པའི་ཐོག་ནས། བློ་གྲོས་དང་སྙིང་སྟོབས་ལྡན་པའི་ཐོག་ནས་དེ་འབྲེལ་གྱི་རང་ལུས་མེ་བསྲེགས་ཚིག་མཐོན་པོ་ཞི་བ་ཅིག་བཏང་ཡོང་བ། འཛམ་བུ་གླིང་གི་རང་ལུས་མེ་བསྲེགས་ཀྱི་ལོ་རྒྱུས། ཡར་འགོའི་ང་རང་ཚོ་མི་བརྒྱ་དང་བདུན་ཅུ་ཐོངས་མཆན་གྱི་རང་ལུས་མེ་ལ་བསྲེགས་པའི་ལོ་རྒྱུས་ཀྱི་ནང་ལོགས་ནས་ད་རང་ལུས་མེ་བསྲེགས་ཚིག་མཐོ་ཤོས་དེ་བཏང་ཚར་བ་རེད། དང་འདི་ལས་སླ་བིས་ཀྱི་རུང་ལུས་མེ་བསྲེགས་ཆེས་མཐོ་བ་ཀྱི་སྟོང་ཡ་ཡོད་མ་རེད། འདི་ལས་སླ་བིས་ཀྱི་རུང་ལུས་མེ་བསྲེགས་དང་འབྲེལ་གྱིས་ནས་གྲུབ་འབྲས་ཀྱི་གླེང་ཡུལ་ཡ་ཡོད་མ་རེད་ང་རོ་ཚོས་འཇོམས་པ་ཡིན་ན། རྗེས་ལ་བདེན་གཉེན་གྱི་རོ་བདག་པོ་རྒྱག་ཐུབ་བ་ཡིན་ན་ཁ་ཆེམས་བདག་པོ་རྒྱག་ཐུབ་བ་ཡིན་ན། རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ལུས་སྟོང་འདི་ལས་སླ་བ་ཅིག་ང་རོ་ཚོ་གི་ལུས་སྟོང་བཟོ་ཐུབ་ཡ་ལུས་སྟོང་བཟོ་ཡོང་ས་ཞིག་ཡོད་མ་རེད། ད་འདིའི་ཁ་ཆེམས་དེ་བདག་པོ་རྒྱག་མི་རྒྱག་འདིའི་གྲུབ་འབྲས་ཡོད་བ་ཀྱི་བཟོ་མི་བཟོ་ལ་ཡ་སྟེ་ང་རོ་ཚོ་གསོན་པོ་བདེན་གཉེན་ཚོ་ཤི་བོའི་རྒྱབ་ཀྱི་གསོན་པོ་དང།

ཁ་ཤས་ཀྱི་ཐོག་ལ་མ་བབས་པ་ཡོང་སྲིད་ཀྱི་རེད། ཡིན་ན་གོ་ནོར་མ་གནང་རོགས་གྱིས་ངས་འདི་བོད་ལ་ཤ་ཚ་བའི་རྒྱུ་མཚན་གྱིས་བོད་ཀྱི་ཕུ་ནུ་མིང་སྲིང་གི་ཚེ་སྲོག་ལ་ཤ་ཚ་བའི་རྒྱུ་མཚན་གྱིས་ངས་བཀའ་མོལ་འདི་ཞུ་གི་ཡོད། ད་བོད་པ་བརྒྱ་དང་བདུན་ཅུ་ཐོངས་མཆན་གྱིས་ང་ཚོའི་རྒྱལ་ཁབ་སླར་གསོ་བྱེད་དུ་རང་ལུས་མེ་ལ་བསྲེགས་ཚར། བོད་པ་བརྒྱ་དང་བདུན་ཅུ་དོན་བརྒྱད་ཀྱིས་རང་ལུས་མེ་ལ་བསྲེགས་བའི་ཁེ་གདོང་ངན་འདི། ང་ཚོའི་ཕ་ས་ཕ་ཡུལ་གྱི་ཡ་ཆ་མ་ཐོབ་ཡག་གི་རྒྱུ་གོག་ཅིག་ཚེའི་བར་དུ་སླེབས་ཚར་སོང། བོད་པ་བརྒྱ་དང་བདུན་ཅུ་དོན་བརྒྱད་ཀྱིས་རང་ལུས་མེ་ལ་བསྲེགས་བ་དང་ཡ་འགུལ་རྒྱ་ཆེའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་བདུན་ཕྲག་གཉིས་ཀྱི་སྔོན་ལ་རང་ལུས་མེ་ལ་བསྲེགས་བའི་ཁེ་ན་གཟུགས་དེ་དང་མིག་ཆུ་དེ།

ད་ང་ཚོ་གྲངས་ཀ་བསགས་ན་འགྲིག་ཡ་ཡོད་མ་རེད། མི་བརྒྱ་དང་བདུན་བཅུ་སྟོང་བརྒྱད་ཀྱི་རང་ལུས་མི་ལ་སྲི་ཡག་གི་ཁ་ཆེམས་དང་འབོད་སྒྲ་དེ་བོད་རྒྱལ་ཁབ་ཀྱི་རང་དབང་རང་བཙན་སླར་གསོ་བྱེད་ཡ་དེ་རེད། འདི་ལས་ལྷ་དབྱིན་གྱི་ཀུན་སློང་གཅིག་དང་གླུད་སྡོང་གཅིག་དང་འབོད་སྐོར་གཅིག་ད་ཡང་བསྐྱར་ང་ཚོ་རང་ལུས་མེར་སྲེག་གི་རྒྱུད་ནས་བྱེད་ས་ཡོད་མ་རེད། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་རང་ལུས་མེ་བསྲེགས་ཚེ་མཐོ་ཤོས་དེ་གདོང་ཚར་བིས་ཀྱི་རྒྱུ་མཚན་གྱིས་ད་ངས་དེ་རིང་འདི་ནས་ངའི་བོན་སྒོར་ང་རང་གི་ལག་པའི་གདུང་རིང་ཐོག་ནས་ངའི་བོད་ཀྱི་གཞོན་སྐྱེས་ཚོ་ལ་ད་རང་ལུས་མེ་བསྲེགས་མ་གཏོང་རོགས་གྱིས་ཞུ་གི་ཡོད། རང་ལུས་མེ་བསྲེགས་གཏོང་ཡ་དེ་ཧ་ལས་པའི་རྩ་ཆེན་པོ་རེད། དངོས་གནས་ཀྱི་ལུས་སྟོབས་ཆེན་པོ་རེད་དེ་ལས་ལྷ་མིན་གྱི་ལུས་སྟོབས་ཀྱི་བཟོ་ཡོང་ས་ཡོད་མ་རེད། ཡིན་ན་ལས་རང་ལུས་མེ་བསྲེགས་དེ་གྲངས་ཀ་ས་ཡག་གི་ཆེད་དུ་མ་རེད། རང་ལུས་མེ་བསྲེགས་དེ་དམིགས་ཡུལ་བཅས་ཀྱི་ཆེད་དུ་རེད། དམིགས་ཡུལ་དེ་བོད་རང་བཙན་སླར་གསོ་བཟོ་ཡག་གི་ཆེད་དུ་རེད། དགྲ་བོ་རྒྱ་ནག་གི་བཙན་འཛུལ་བོད་ནས་ཕེབས་ཡག་གི་ཆེད་དུ་རེད། ད་ང་ཚོ་གསོན་པོ་བདེ་སྐྱིད་ནས་དགྲ་བོ་རྒྱ་ནག་གི་བཙན་འཛུལ་བོད་ནས་ཕེབས་དགོས་ཡ། ད་ང་ཚོ་བོད་པའི་གཞོན་སྐྱེས་ཚོ་གསོན་པོ་བདེ་སྐྱིད་ནས་སློབ་སྦྱོང་གི་ཐོག་ནས་དགྲ་བོ་རྒྱ་ནག་ལ་ཁ་གཏད་གཅག་དགོས་ཡ།

རོ་ལུས་མེ་བསྲེགས་མ་ཡིན་པའི་ལས་དོན་གཞན་དག་གི་ཐོག་ནས་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་མཐའ་མིའི་གི་ཞབས་ཆེན་བོ་རང་བཙན་སླར་གསོ་བྱེད་ཡག་གི་ཐོག་ལ་ང་ཚོ་ནུས་པ་སྲུང་སྐྱོབ་བྱེད་དགོས་ཡག་ནུས་པ་སྤོང་དགོས་ཡག་དེ་ཧ་ལས་པའི་གལ་ཆེན་པོ་རེད། ད་ད་ལྟའི་ཆ་ལ་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་སྐུ་ལུས་མེ་ལ་བསྲེགས་པའི་གི་བཀའ་དྲིན་ལ་བརྟེན་བྱས་ནས་བཙན་བྱོལ་སྤྱི་ཚོགས་ཀྱི་བོད་པ་བརྒྱ་ཆ་བརྒྱ་བཅུ་དགུ་བཅུ་གཅིག་གཉིས་བསད་དེ་ཡག་རེད། ཧ་ལས་བིག་གི་གྲུབ་འབྲས་ཆེན་པོ་རེད། ང་ཚོ་བོད་རང་བཙན་ཤོར། བཙན་བྱོལ་ལ་གྱར་བིག་གི་དུས་ཚོད་སྡུག་ཤོས་ཅིག་རེད། རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་རོ་ལུས་མེ་ལས་བསྲེགས་བིའི་སྐབས། བཙན་བྱོལ་ནང་ལོགས་ལ་ཕུ་ནུ་ནང་བཙན་གྱིས་འཐབ་རྩོད་བགྱིས་དགྲ་བོ་བགྱིས་ནས་ཕུ་ནུ་ནང་འཁོར་ལ་ངའི་ཁ་མཆུའི་མདངས་ལབ་ཀྱིས་ནས་ཤོག་ཁག་དཔུང་སྒྲིག་བྱས་བདག་གི་རྒྱལ་སྤྱིའི་དངོས་རྡོག་གི་དུས་ཚོད་སྡུག་པོ་འདིའི་ནང་ལོགས་ལ། རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི། རྩ་ཆེའི་ཚེ་སྲོག་བློས་གཏོང་བའི་བཀའ་དྲིན་དང་དེའི་བྱིན་རླབས་ལ་བརྟེན་ཀྱི་ནི་ད་ང་ཚོ་བོད་པ་བརྒྱ་ཆ་བརྒྱ་བཅུ་དགུ་བཅུ་གཉིས་སྲིད་དུ་ཡོད་རེད་ད་འདི་ཡང་བསྐྱར་གཉིས་ཁུ་བ་ཡིན་ན་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ཞལ་ཆེམས་དུ་འགྲོ་གི་ཡོད་མ་རེད་འདི་ང་ཚོ་ཞག་བཞི་བཅུ་ཞེ་དགུ་བར་དུ་རྒྱུན་སྐྱོང་ཡག་གི་ལས་དོན་གྱི་མ་རེད་དེ་ལ་དུས་ཉི་མ་རྟག་པར་ང་ཚོ་སྐད་འབོད་བྱེད་དགོས་ཀྱི་རེད་ངས་དེ་ཞུ་གི་མེད། ཉི་མ་རྟག་པར་སྐད་འབོད་བྱེད་ཐུབ་ཡག་གི་གནད་དོན་ཡོད་ཀྱི་མ་རེད། ཡིན་ན་ལས་རྒྱ་ཁྲི་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་ཞབས་ཆེན་དེ་ཉི་མ་རྟག་པར་ལག་ལེན་བསྟར་ཡ་ཡོད་དེ་བས་ཀྱི་གནད་དོན་ཅི་རེད། མི་སྒེར་རེ་རེ་གྱི་ཁྱིམ་ཚང་ནས་ལག་ལེན་བསྟར་ཡ་ཡོད་དེ་བས་ཀྱི་གནད་དོན་ཅི་རེད། ངས་ཁ་ཚང་ཉེ་བའི་ཆ་ལ་ཞུ་རྒྱུ་བྱུང། རྒྱ་ཁྲི་དཔའ་བོ་བློ་དགའ་ལགས་ཀྱིས་ཞབས་ཆེན་གྱི་ཆ་ཤས་ནང་ལོག་གེ་ཆེན་པོ་གཅིག་སྟེ། རིག་གཞུང་བདག་པོ་རྒྱ་རོགས་ཇི་ཡི་ལམ་ནས་འབོ་སྐོར་བྱས་ཡོད་རེད།

བོད་ཡིག་དང་དབྱིན་ཇི་གཉིས་བྲི་གི་ཡོད་ན་བོད་ཡིག་གང་ལ་འགོ་ཡ། དེ་ག་ནང་རྐྱེན་ང་རང་ཚོ་བོད་པ་ནང་འཁོར་ལ་འཕྲིན་གཏོང་གི་བསྐུར་གི་ཡོད་ཡིན་ན་ལས་དེ་བོ་བོ་ཀི་བོད་ཡིག་གི་ཐོག་ནས་བསྐོར་ཐོབ་དགོ་ཡ། དག་རྒྱ་ནོར་སྲིད་གི་རེད་ངོ་དེབ་དེ་བ་ལ་ང་ཚོ་གི་གནས་ཚུལ་གྱི་འགོ་པེར་བྱེད་པ་ཡིན་ན་དག་རྒྱ་ནོར་སྲིད་གི་རེད་དེ་ཨང་ས་ཡ་ཡོད་མ་རེད། དག་རྒྱ་ནོར་ཧེ་ནོར་ཧེ་ང་ཚོ་སློབ་སྦྱོང་བྱེད་ཡས་བྱེད་ཡས་བྱེད་བྱེད་ནས་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ཞར་ཆེམས་བསྒྲུབ་ཡ་རེད། རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི་ཞལ་ཆེམས་བསྒྲུགས་ཡ་བརྒྱུད་རིང་ཤོས་དེ་ག་རེ་ལབ་ན་ང་ཚོ་ཁྱིམ་ཚང་རེ་རེ་དང་སྤྱི་ཚོགས་ཀྱི་ཟོལ་རེ་རེ་ནས་ང་ཚོའི་གཞོན་སྐྱེས་ཚོ་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་རྩིས་བྲིས་བོད་པའི་རྒྱལ་རབས་ལོ་རྒྱུས་རྩིས་བྲིས་ནི་བོད་པའི་གཞོན་སྐྱེས་ཚོ་གི་ཁོག་པ་ནང་ལོགས་ལ་བོད་པའི་འདུ་ཤེས་དང་བོད་པའི་ལ་རྒྱ་ཡོད་ཨ། བོད་པའི་གཞོན་སྐྱེས་ཚོ་གི་ཁ་དང་སྤྱན་ལེགས་དེ་བོད་པའི་ཁ་དང་སྤྱན་ལེགས་ཅིག་ལ་བཟོ་ཐུབ་དགོས་ཡ་དེ་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི

ད་དུང་ཡང་བབ་བབ་བརྒྱ་ཆ་བཅུ་ཉི་ཤུ་གཅིག་གཉིས་ཁུག་ནས་བསྡད་བཞག་ཧ་ལས་བིག་གི་བློ་ཕམ་པོ་རེད་ད་གཉིད་སད་ཡ་མེད་ན་གཉིད་སད་ཡ་ཁག་པོ་རེད་མི་འདི་རིགས་ཀྱི་ན་གཞོན་ཤ་དར་ཁྲག་དར་གྱི་ཕོ་གོང་ཅན་གྱི་ང་ཚོའི་རྒྱལ་ཁབ་ཀྱི་ཆེད་དུ་མེ་དཔང་གི་ཁྲོད་ལ་དེ་འདྲའི་གི་ཚིག་རྡོག་པོ་གི་རང་ལུས་མེ་ལ་སྲེག་ཡ་དེ་ང་ཚོའི་སྨད་ཀྱི་མདུན་ལ་མཐོང་ཡོང་དུས་ད་ད་དུང་ཡང་ཁྱེད་ཚོ་གཉིད་སད་ཡ་མེད་ན་ཁྱེད་རང་ཚོ་འགྲོ་བ་མི་རེད་དམ་མ་རེད་ཁྱེད་ཚོ་བོད་པ་རེད་དམ་མ་རེད་དེ་སོ་སོས་སོ་སོ་དྲི་བ་ཆགས་ཀྱི་ཡོད་རེད། ངས་རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་རེད་ལབ་ན། སྤྱི་ཚོགས་དྲ་ལམ་ཁག་ལ་རྒྱ་ནག་གིས་འཁྱོག་རྒྱུག་དེ་འདྲའི་བྱེད་པའི་སྐབས་ལ་བོད་པ་ལན་རྒྱག་ཉེན་ཁ་སྲིད་འདུག་སྤྲུལ་དར་གང་ལ་ཡིན་ན་འདྲ། ཡུལ་གྲོབ་ལ་ཁ་ཡིན་ན་འདྲ། ངོ་དེབ་གང་ལ་ཡིན་ན་འདྲ། ཨེན་སི་ཏྲ་གི་རམ་ལ་ཡིན་ན་འདྲ། བོད་པ་ག་ས་གིས་རྒྱ་ནག་གི་འཁྱོག་རྒྱུག་ལ་ལན་འདེབས་བྱེད་ཀྱི་འདུག་ལྷག་པར་དུ་ནམ་ཞག་རྒྱུན་དུ་ངོ་དེབ་དང་ཨེན་སི་ཏྲ་གི་རམ་ལ་བོད་པ་མང་པོ་སྐྱེལ་གི།

སྒོ་གདོང་ཚ་བ་རེ་བོད་པའི་རྒྱལ་དར་ཁེགས་ཀྱི་ནི། ད་ད་དུང་ཡང་སྤྱི་ཚོགས་ལ་བོད་པ་གཅིག་ནང་ལ་འདི་འདྲའི་ཞོལ་ཡག་དཔའ་བོ་གི་ཞབས་ཆེན་ནང་ལ་འདི་འདྲའི་ཞོལ་ཡག་གི་བློ་ཁོག་ག་རེ་གཅིག་ནི་ཡོད་མ་རེད་ཁྱེད་རང་ཚོ་ལ་བསམ་བློ་གཏོང་དགོས་ཡག་རེད་ད་ང་ཚོ། ང་ཚོ་ད་ལྟ་ནང་བཞིན་གི་ཐབས་སྡུག་པོ་གི་མི་རེད་ཀྱི་མ་རེད་ང་ཚོའི་མི་རེད་ཀྱི་ལོ་རྒྱུས་འདི་དུས་རབས་བརྒྱད་པ་གི་དབྱིན་ཡུལ་ལ་སུམ་གཉིས་ས་ཡི་དཀྱིལ་འཁོར་ལ་དབང་བསྒྱུར་ལབ་དུས་ཨེ་ཤེ་ཡ་གི་ས་ཆེན་པོ་འདི་བོད་གི་སུམ་ཆ་གཉིས་དབང་བསྒྱུར་བྱས་པའི་གི་དེ་འདྲའི་གི་བོད་བཙན་པོའི་བུ་རབས་ཚ་རྒྱུད་རེད།

སྙིང་སྟོབས་འཕར་མ་གཅིག་སྤྲད་ཡོད་རེད་སེམས་ཤུགས་འཕར་མ་གཅིག་སྤྲད་ཡོད་རེད་བོད་པ་ཡིན་པའི་སྤོབས་པ་གཅིག་སྤྲད་ཡོད་རེད་ད་ཁྱེད་རང་ཚོ་འགྱིང་པ་ཡར་འགྲེང། སྐད་པ་ཡར་འགྲེང་བྱས་ནས་ང་བོད་པ་ཞིག་ཡིན་ལ་ཡག་གི་སྤོབས་པ་དགོས་ཀྱི་རེད། ང་བོད་པ་ཞིག་ཡིན་ལ་ཡག་གི་སྤོབས་པ་དེ་ཟུང་འཇུག་ཡོད་པ་ཞིག་དགོས་ཀྱི་རེད། བོད་པའི་སྐད་དང་རིག་གཞུང་ཡོད་པ་རྒྱལ་གཞན་ཡོད་པ་བོད་པའི་ལོ་རྒྱུས་ཧ་གོ་བ། བོད་རྒྱལ་ཁབ་ལ་རྒྱལ་གཞན་ཡོད་པ་བོད་རྒྱལ་ཁབ་སླར་གསོ་བྱེད་ཡག་གི་འདུ་ཤེས་ཡོད་པ་ཞིག་དགོས་ཀྱི་རེད། ད་ལྟའི་སྐབས་ལ་ངའི་ཕོ་མོ་གི་མི་ཐོག་དེ་བོད་རང་བཙན་གི་འཐབ་རྩོད་གི་བདག་པོ་རེད་ད་མི་ཚེ་མི་རབས་ང་ཚོ་འཐབ་རྩོད་གི་བདག་པོ་བྱེད་ནས་བསྡད་ཀྱང་འགྲིག་གི་ཡོད་མ་རེད་དེ་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ཁ་ཆེམས་མ་རེད་ཞར་ཆེམས་མ་རེད་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ཞར་ཆེམས་དངོས་གནས་དེ་ད་ལྟ་བོད་གི་བུ་རབས་ཚོ་འཐབ་རྩོད་གི་བདག་པོ་ཡིན་པ་དེ་ཁོ་རང་ཚོའི་མི་ཐོག་ལ་བོད་རྒྱལ་ཁབ་གི་བདག་པོ་ཆགས་དགོས་ཡ་དེ་རེད་བོད་རང་བཙན་སླར་གསོ་བྱེད་ཀྱི་ནས་ཁོང་ཚོ་ལ་སོ་སོའི་རྒྱལ་ཁབ་ཅིག་ཡོད་དགོས་ཡ་དེ་རྒྱལ་སྤྱིའི་དཔའ་བོ་བློ་དགའ་ལགས་ཀྱི་ཞལ་ཆེམས་ཀྱི་སྙིང་པོ་དེ་རེད། ཁོང་གི་ཞལ་ཆེམས་ནང་ག་རེ་ལབ་ཡོད་རེད་ཟེར་ན་ང་ཚོ་བླ་མའི་སྐུ་པར་བཤམས་ཆོག་གི་མེད་པ་ཡིན་ན་འདྲ། མ་བསྒྱུར་རུང་མེད་པ་ཡིན་ན་འདྲ་ང་ཚོ་ལ་གང་མེད་པ་ཡོངས་སུ་རྫོགས་པ་དེ་ང་ཚོ་རང་བཙན་ཤོར་བའི་རྒྱུ་མཚན་ཞིག་རེད། ང་ཚོ་རང་བཙན་སླར་གསོ་བྱེད་པ་ཡིན་ན་ང་ཚོ་ལ་ཡོད་ཚད་ཡོད་རེད་ཟེར་ནས་དེ་འདྲའི་གི་ཞལ་ཆེམས་སེང་པོ་གྱིས་བཞག་ཚར་བ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ལྟ་བུ་གི་གཞོན་སྐྱེས་ཚོ་ངས་ཁ་ཚོང་ཡོད་ཞུ་རྒྱུ་བརྩམས། Instagram། དང་ངོ་དེབ་དང་དེ་འབྲེལ་ལ་ཁྱབ་བསྒྲགས་ཆོ་མེད་ཅོག་ལ་མགོ་འཁོར་མ་བསྡད་བྱས་ནས། ངས་ཉི་མ་དེ་རིང་ནས་བཟུང་སྟེ་རྒྱལ་གཅེས་དཔའ་བོ་བློ་དགའ་ལགས་ཀྱི་ཞལ་ཆེམས་སྒྲུབ་ཡག་གི་ཆེད་དུ། བོད་ཀྱི་རྩ་དོན་འཐབ་རྩོད་ཀྱི་ཆེད་དུ་ངས་སློབ་སྦྱོང་འཕར་མ་བྱེད་ཀྱི་ཡིན། བོད་པའི་རྒྱལ་རབས་འཕར་མ་སྦྱང་གི་ཡིན། རྒྱ་ནག་ལ་སྤྱི་ཚོགས་དྲ་ལམ་ཁག་ལ་ཕྱོགས་སྐྱོང་ལ་ལན་འདེབས་བྱེད་ཀྱི་ཡིན་བསམ་པ། ཐག་གཅོད་དགོས་ཀྱི་རེད། དེའི་བློ་ཁོག་དགོས་ཀྱི་རེད། དེའི་ཆོད་སེམས་དགོས་ཀྱི་རེད།